བར་ཆད་བྱས་ཞབས་བརྟན་བྱས་ནས་བར་ཆད་ལྡོག་འགྲོ་ཡ་དང་འདི། ད་ང་ཚོ་སྤྱི་དང་གི་འདི་རེད་ཡིན་ནས་ཞབས་བརྟན་ད་ངས་ག་དུས་ཡིན་ན་བྱེད་ཀྱི་ཡོད་བསམ་བསམ་འདྲ་བོ་ཅིག་གི་ཚོར་བ་ཡོད་ད་ཡང་འདི་ང་མི་ཁ་ཤས་ཤིག་གི་ད་ཁེལ་དགོས་ཡོད་བསམ་མེད་དེ་འདྲའི་བསམ་མེད་ཟེར་སྙིང་རྗེ། ད་ག་ལ་བར་ང་ཚོ། མཐོང་རྒྱ་ཐོས་རྒྱ་མེད་རྒྱོགས། ཨ་ནི། མི་གཅིག་གཙོ་བོ་ཆེ་པོ་ཆེ་གལ་ཆེན་པོ་རྩི་འདི་ངས་དཔེར་ན་ད་མི་གཅིག་འདི་སྤེན་པ་ཚེ་རིང་འདྲ་བོ་ཅིག་གལ་ཆེན་པོ་རྩི། ཨ་ནི་མི་གཅིག་འདི་གི་ད། འདི་ཁོ་རང་ག་ལ་ག་ལ་བར། རྒྱབ་སྐྱོར་བྱེད་ནས་ནམ་རྒྱུན་དང་ང་ཚོས་འདི་ལ་གདོང་ལེན་བྱེད་ནས་དྲང་པོ་ལ་དྲང་པོ་ཨ་ནི་བདེན་པ་ལ་བདེན་པ་མ་བིན་ལ་མ་བིན་རེད་ལ་ནི་ལ་ཡོད་འདི་ཙམ་པ་ལ་ཨ་ནི་མ་དགའ་ཡ་གི་ཨ་ནི་ཅིག་སྤྱི་ཚོགས་ནང་ལོག་ལ་ད་མི་མ་དགའ་ངན་མང་པོ་འགྲོ་ཅིག་ཆ་ཨ་ནི་མ་དགའ་ངན་ཆ་བ་ར་ཅིག་ཡིན་ན་ད་འདི་ང་དངོས་གནས་ཁོ་རང་སྤྱི་ཐང་གི་རེད་ད་ང། འོན་ཏེ་འདིའི་སྐོར་ལ་ངས་ཏེས་ཅིག་བཤད་འོས་སམ་ཟེར་བ། མི་དེ་འདྲས་ལ་ཡོད་དོ་ད་ཁྱོད་རང་མང་པོ་མ་བཤད་མང་པོ་བཤད་དེ་ན་མི་མ་དགའ་བ་ཆགས་ཀྱི་རེད་ཕན་ཐོ་ཡ་ནི་གང་ཡོད་མ་རེད་ལ་ནས་འོན་ཏེ་འདྲས་ལ་ངས་དུ་བ། མ་དགའ་བ་ཆགས་ལ་ཡོད་དེ་ད་དང་པོ། དང་པོ་དེ་ལ་མ་དགའ་བ་ཆགས་གཉིས་པ་དེ་ལ་ཕན་ཐོ་ཡ་ཡོད་མ་རེད་ལ་ཡ་ཅི་དོ་འོན་ཏེ་ལ་ངས་ཚོ་ཡོད་ད་ཤ་ཚ་སྙིང་རྗེ་བྱིན་ལ་དགོས་རོ། ཡིན་ནས། ཏིན་ཙེ་ཞིག་གིས་ག་དུས་ཡིན་ན་མི་ཚེ་ནང་བློ་ལ། མི་ཚེ་ནང་ལོག་ལ་ག་ལ་འོར། ཕ་ཡིན་དུ་འདོད་ཚུ་ཡིན་དུ་འདོད་བྱས་ནས་བསྡད་བསྡད་དེ་ང་ད་ངེད་ཀྱི་ཁྲག་ནང་ལ་མེད་རོ་ཡ། མི་གཅིག་ལ་མི་གཅིག་ལ་ང་རང་གཅིག། འདོད་པ་མེད་བ་ད་ཨ་ནེ་གཅིག། མི་གཅིག་ལ་ང་ད་གཅིག། དངོས་གནས་བློ་མ་ཁང་བ་ཡོད་བ་ར་གཅིག་ཡིན་ན་ཁོ་རང་ལ་ཁ་ཐུག་ཁོ་རང་ཤེས་ནས་ཕན་ཐོག་དུས་བས། རོ། ད་དོན་དག་འདོག་འདོག་རྒྱབ་ལོགས་ནས་ངས་སྐད་ཆ་ཞིབ་བཞུགས་ཤུགས་ཆེན་པོ་བཤད་ཀྱི་མེད་རོ། ཁ་ཐུག་གོ་ར་བཤད་འོད་དེ་དཔེ་གལ་ཆེན་པོ་གཏོང་དགོས་འདུག་རོ། འདི་ཡིན་འདི་ཙམ་པ་ལ། ཨ་ནི། སྤྱི་བཏང་གི་དེ་འདྲས་རེ་བོ་ཅིག་ལ་ཡིད་ཆེས་བྱེད་དེ་ངེས་ཅིག་ཡིན་རོ། ཡ། མི་དེ་འདྲས་ཀྱི་ལ་ཡིད་དུ་ད་ཁྱོད་རང་མང་པོ་བཤད་དེ་དེ་ཨ་ནི་མི་མང་པོ་སེམས་པ་སྡུག་གོ་རེ་ལ་ཡིད་དུ་ད་འདི་སེམས་པ་སྡུག་ན་དོག་སྐྱོང་རེ་ད་ག་ཕྱིར་ལ་ན་རོ། ཡ་ངས་དེ་སྡུག་ག་ཕྱིར་ལ་ཡིན་མེད་ད། སེམས་པ་སྡུག་བ་ར་ཅིག་ཡིན་ན། ངས་ཁྱོད་རང་གི་ཨ་ནི་མིག་ནང་ལོགས་ལ། གལ་སྲིད་ངེད་ཀྱིས། ད་མི་དེ་གི་སྤྱི་ཚོགས་ནང་ལོགས་ལ་རྙོག་དྲ་རྐྱང་རྐྱང་བསླང་གི་འདུག་མི་དེ་གི་སྤྱི་ཚོགས་ནང་ལོགས་ལ་ཆེ་ག་ད་ལྟ་སྤེན་པ་ཚེ་རིང་ལ་སྡུག་ཅག་རྐྱང་རྐྱང་ལབ་ཀྱི་འདུག་ལ་ནི་སེམས་པ་ན་ངེས་ཡོད་ན་རོ། ད་འདི། དངོས་གནས་ཁོ་རང་ལྡོག་སྐྱོང་ལབ་རོགས་ད་ལྡོག་སྐྱོང་རང་རེད་ཤག་ག་རེ་བྱེད་ནི་ལྡོག་སྐྱོང་རེད་ཤག་ཡ་ངེད་འདི་དུ་ག་བྱེད་ནི་ལབ་ཀྱི་མེད་ད་ལྡོག་སྐྱོང་འདི་ག་རེ་བྱེད་ནི་རེད་ཤག་བྱས་ངེད་ཀྱིས་ང་རང། ཁྱོད་རང་ཚོ་ལ་ངས་གསལ་བཤད་ཅིག་བྱེད་བ་ར་ཅིག་ཡིན་ན། སྤྱི་བཏང།

Apple དང་མ་བཟོས་ན་ཀུ་ཤུ་དང་མ་བཟོས་ན་ཀུ་ཤུ Box གཅིག་ཡོད་ན Box གང Box གཅིག་དེ་ན་ནས་ཀུ་ཤུ་གཅིག་རུལ་ཡོད་ན་ག་ལས་ག་ལས་ཀུ་ཤུ་ཚང་མ་རུལ་འགྲོ་ཡས་གི་དེ་འདྲའི་གི་ཉེན་ཁ་ཅིག་ཐོང་གོ་རེད་རོ་ཨ་ནི་དེ་འདྲའི་ཉེན་ཁ་ཐོང་ཨ་ནི་ཚང་མ་དངོས་གནས་ཁོ་རང་བསམ་བློ་ཡག་པོ་ཅིག་བཏང་ན་རོ་ཡ་ངེད་གི་དཀའ་ངལ་ཆེ་ཤོས་དེ་ག་རེ་རེད་དཀའ་ངལ་ཆེ་ཤོས་དེ་གཅིག། སྤྱི་པ་ནང་ལོགས་ལ་ལས་ཀ་བྱེད་དུས་ཙམ་པ་ལ་རོ། གཞུང་གཅིག་གི་མི་གཅིག་གཞུང་གི་མིང་འཁྱེར་ནས་རོ། སོ་སོའི་གི་གཞུང་གཅིག་དང་རྒྱ་ཁབ་གཅིག་གི་མིང་འཁྱེར་ནས་མི་དེ་གི་ལས་ཀ་བྱེད་དུས་ཙམ་པ་ལ་རོ། ཨ་ནི་འདི་རྒྱ་ཁབ་དེ་ཡག་པོ་བྱེད་སོང་ལ་ན་ད་མི་དེ་ལས་ཀ་ཡག་པོ་བྱེད་གོར། ད་རྒྱ་ཁབ་དེ་ཕ་སྟེ་ཤ་ཨ་ནི་མི་དེ་གི་ལས་ཀ་ཡག་པོ་བྱེད་སོང་ལ་ནི་རོ། དེ་འདྲའི་གི་སེམས་པ་ལ་བསམ་བློ་ཤུགས་ཆེན་པོ་ཅིག་ཡོད་ར་ཅི་ཡིན་ན་རོ། དེ་ནས་ང་ཚོ་གང་ཟག་ངོ་ཆོས་ལ་མང་ང་འགྲོ། གཅིག་སྤྱི་པ་ངོ་ཆོས་ལ་ཉུང་ང་དྲུག་གི་ཡོད་བའི་ཀྱི་རྟགས་མཚན་དེ་འདིར་ད་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོག་ལ་བསམ་བློ་ཡག་པོ་བྱིན་ཅིག་བཏང་ནས་སྐད་ཆ་ཅིག་བཤད་བ་ར་ཅིག་ཡིན་ནར་ད་ད་ལྟ་བར་དུ་རྡ་རམ་ས་ལ་ཡར་རྒྱས་འགྲོ་བཞག་རོ་ཡ་ང་ཚོས་ཀྱི་རྡ་རམ་ས་ལ་དངོས་གནས་ཁོ་རང་ཡར་རྒྱས་འགྲོ་བཞག་ང་ཚོ་དཔལ་འབྱོར་ག་ལ་ཡར་རྒྱས་འགྲོ་བཞག་སློབ་སྦྱོང་ག་ལ་ཡར་རྒྱས་ཤེས་ཡོན་ག་ལ་ཡར་རྒྱས་འགྲོ་བཞག་ཨ་ནི་ང་ཚོས་ཀྱི་མི་མང་གི་བསམ་བློ་བཏང་བཏང་ཕྱོགས་ག་ལ་ཡག་པོ་ཡག་པོ་ཆགས་བཞག་འདི་ན་བཞིན་གྱི་ཨ་ནི་སྤྱི་བཏང་གི་ག་ལ་འོ་རེ། ང་ཚོ་ད་ཨ་བུ་རྒྱ་ཡ་ལ་ཁང་པ་ལ་སོགས་པ་དང་བོད་མི་གས་རྡ་རམ་ས་ལ་ལ་གཞུང་འདྲ་བོ་ཅིག་ཡོད་རྡ་རམ་ས་ལ་ལ་ང་ཚོའི་གས་དབུས་བོད་མི་སྒྲིག་འཛུགས་ཅིག་ཡོད་ལ་དེ་ཙམ་པ་ལ་མ་འགྲོ་དེ་ཙམ་པ་ལ་སོ་སོ་སེམས་པ་ན་ལ་སྤོབས་པ་སྐྱེས་དེ་ཡས་གས་དེ་འདྲས་ཅིག་མཐོང་གི་ཡོད་ན་རོ་མི་དེ་གས་སོ་སོ་མིང་དེ་ཞེ་རག་བཏགས་ཡོད་མར་མི་དེ་གས་དཀའ་ལས་རྒྱབ་སྐྱོ་དེ་ང་ཚོ་མཐོང་གོ་རོ་མི་གས་ད་དེ་ཕྱི་ནས་མ་མཐོང་བ་ཆད་མི་ཅིག་གས་ད་མ་བྱེད་སྐྱོ་དེ་ལ་ཨ་ཡག་པོ་བྱེད་རེ་ཡག་པོ་བྱེད་རེ་ཁོ་པས་ངན་པ་རེད་ཨ་ནི་ཁོ་ཅིག། དབུ་མའི་ལམ་གྱི་རྒྱལ་སྲས་རེད་ལ་ནི་བདེན་པའི་རྐྱང་རྐྱང་གི་སྐད་ཆ་སྟོང་པ་ཅིག་བཤད་ནས་འདི་བཤད་བ་ར་ཅིག་ཡིན་ན་ཚོང་པ་དཔེ་ན་རོ་ཅིག་ཡིན་ནར་ད་ཚོང་པ་ཅིག་ལ་དཔེ་བཞག་བ་ར་ཅིག་ཡིན་ན་ཚོང་པ་དཔེ་བཞག་ཡོད་ངེས་ཚོང་པ་དངོས་གནས་ཉོ་ངེས་དེ་གི་སྐད་ཆ་ཉོས་ཉོས་ཅིག་ག་ལ་དག་ལ་ཉོ་འགྲོ་ད་ཚོང་པ་དངོས་གནས་སྐོར་དཔེ་བཞག་མེད་ངེས་བྱས་ཡང་ཉོ་དགོ་ངེས་འདྲ་བོ་ཅིག་ཡིན་པ་ར་ཅིག་ཡིན་ན་ད་ཁོ་སྐད་ཆ་མང་པོ་བཤད་ཅིག་བྱས་ཅིག་ཡོད་རོ་བདེན་འགྲེལ་གྱི་དཔེ་མཚོན་འདྲ་བོ་རེད་བཞག་སྤེན་པ་ཚེ་རིང་དེ་ད་དངོས་གནས་ཁོ་ར།

གཞུང་ལ་ཡ་དེ་མེད་བ་ཆགས་ས་རེད་ང་ཚོ་དབུས་བོད་མི་སྒྲིག་འཛུགས་དེ་འཐོར་འགྲོ་ས་རེད་ལ་ཡ་འགྲོ་འུ་ད་ལྟ་འདི་དཀའ་ངལ་ཅིག་བཟོས་ཁུལ་དུ་སེམས་པ་ལ་ཀུན་སྨིན་དུ་ཡ་ལྗིད་གོ་ཆགས་ནས་མི་དེ་གི་ད་གང་སྐུ་ཅིག་འཇོན་ས་མ་རེད་ད་ང་ཚོ་ལོ་ལྔ་འཕྲོ་ལ་འགྲོ་ས་ཨ་ཁ་ཁ་ལ་དེ་ཡ་གི་བསམ་བློ་དེ་འདྲས་འཁོར་བསྡད་ན་འདི་གི་གཞུང་འདི་མ་ག་སེ་གོ་ར་བ་ད་ར་བ་ཡ་འདི་ཡིན་འདི་ཙམ་པ་ལ་འདི་མ་གོ་ར་ཡ་ལ།

སོ་སོ་གི་ཀླད་པ་ནག་པོ་ཡིན་དུས་ཙམ་པ་ལ་བསམ་བློ་བཏང་སྟངས་ནག་པོ་ཡིན་དུས་ཙམ་པ་ལ་ཨ་ནི་གཡས་གཡོན་ཚང་མ་ནག་པོ་མི་ཁྲི་པ་ནད་པ་བྱེད་མཁན་འཛམ་བུ་གླིང་སེའུ་ཐོང་གུར་ལ་ཡོད་དོ་འདི་ན་ཞེས་འདི་ཁྱེད་རང་ཚོ་རང་གི་ནོར་འཁྲུལ་རེད་དོ་མ་དོ་རོ་ཨ་ནི་བསྟན་འཛིན་ཞེས་དེ་ལ་འགྱུར་བ་བཏང་བྱ་ཡས་དང་དེ་འདྲའི་གང་སྐུ་ཚེ་མེད་རོ་ཡས་མ་ཤེས་ནས་དེ་ཡས་ལ་ཡས་དང་དེ་འདྲའི་ང་རང་ཤེས་ཡས་ཀྱི་ཨ་ནི་ང་ལ་རྒྱུ་མཚན་ཅིག་ཡོད་ན་ངས་ཤེས་ཡོང་གི་རེད་རོ་སུ་མོ་བོ་སུ་ད་དངོས་གནས་ཁོ་རང་འཛམ་བུ་གླིང་འདི་ཡི་སྟེང་ལ་ད་སོ་སོ་འཛམ་བུ་གླིང་ནང་ལ་མ་ཁྲི་ཡོང་ངས། ཕ་མ་ལ་ན་དགྲ་ཨ་མ་ཇི་ཡོད་ཨ་མ་གི་ཉི་མ་ཞེ་ར་མ་ཤེས་ལ་དུས་ཙམ་པ་ལ་རོ་ངས་ཀྱི་འགྲེལ་བཤད་བརྒྱབ་ཡིན་ཨ་མ་ལ་ད་སྐད་ཆ་མང་པོ་མ་བཤད་ཨེ་འདྲ་ལ་ནི་ང་ལ་ལ་བ་ན་ཤེས་ཨ་མ་ལ་ལ་ཤེས་དེ་དུས་ཙམ་པ་ལ་ངས་འགྲེལ་བཤད་བརྒྱབ་ཡིན་རོ་དྲི་བ་ཅིག་ལ་ལན་ཅིག་བརྒྱབ་དང་ལེ་ཨ་ངས་ཁ་ཚུམ་བསྡད་གོ་ལེ་རོ་བཙན་བྱོལ་སྤྱི་ཚོགས་འདི་ཡི་ནང་ལོགས་ལ་ཨ་ནི་ཨ་མ་ཁྱོད་རང་གི་མི་ཚེ་འདི་ཡི་ནང་ལོགས་ལ་ཨ་ནི་ཁྱེད་རང་གི་དངོས་གནས་ཁོ་རང་དཀའ་ངལ་ཅིག་མཐོང་ནས་ཨ་ནི་དཀའ་ངལ་འདི།

ང་ཚོ་གང་དགོས་ཀྱི་བློས་བཏང་ལ་ན་ད་ཞུ་ཞུ་བློས་བཏང་ཞུ་ཡོད་མ་རེད། སོ་སོ་ལ་ད་སོ་སོ་གི་མིང་དང་སོ་སོ་གི་ཨ་ནི་ཅིག་ལས་ཀ་བྱས་ཡ་དང་དེ་ཚོ་ལ་བློས་བཏང་དགོས་རོ་དྲང་པོ་ལགས་ཚོང་ཀ་ནི་ཁྱེད་རང་ཚོ་ཧ་གོ་རེད་གྱོང་དྲེ་དྲེ་པ་རེད་དྲང་པོ་ལགས་རོ་ཡ་ཨ་ནི་འདིའི་ནང་ལོགས་ལ་སྤྱི་སྟངས་ཀྱི་ང་ཚོས་འདི་སྐད་ཆ་བཤད་དུས་ཙམ་པ་ལ་ངེད་ཀྱི་འདི་སྐད་ཆ་བཤད་དུས་ཙམ་པ་ལ་ང་ཚོ་བཙན་བྱོལ་སྤྱི་ཚོགས་འདི་ངས་ག་རེ་ཧ་གོ་གི་ཡོད་ལ་ན་རྒྱ་མི་གི་རྒྱ་མི་གི་ག་བ་ག་ས་ལ་གནས་ཚུལ་ག་རེ་འགྲོ་གི་འདུག་གན་འདྲེ་འགྲོ་གི་འདུག་ལྟ་དགོས་རེད་ལྟ། རྒྱ་རིང་འདི་ལྟ་གོ་ར། ཡིན་ནས་འདི་ལྟ་དུས་ཙམ་པ་ལ་རོ། ངེད་ཀྱིས་བདག་ག་རེ་བཏང་གི་ཡོད་ལ་ན་ཡང་རྒྱ་མི་ལ་ཨོ་ཨོ་ལྟ་ནང་འཁྲུག་རྐྱང་རྐྱང་རྒྱག་ཨ་ནི་རྒྱ་མི་འདི་པ་ར་རྫུས་ཡོང་གོ་རེ་ལ་ངེད་དེ་འདྲས་འདུག་ར་འདི་མར་ལྟ་ཡང་ངེད་ག་ལ་འོ་ར་རྒྱ་མི་ལྟ་གོ་ར་རྒྱ་མི་ལྟ་དུས་ཙམ་པ་ལ་ངེད་རྒྱ་མི་ལ་བདག་ག་རེ་བཏང་གོ་རེ་ལ་ན་ང་ཚོ་གི་ཨ་ནི་གོང་ས་མཆོག་གི་མ་གནང་བཞག་རྒྱོ་གི་དམངས་གཙོ་ལ་ཡ་དེ་དེ་འདྲས་ལག་བསྟར་ཚད་མཐོན་པོ་བྱེད་ཡ་ཡོད་རེད་ཐ་ན་མགོ་སྤེན་པ་ཚེ་རིང་ཡན་ཆད་ནས་ང་ཚོས་མི་དཀྱུས་མ་གཅིག་གིས་བསྟན་འཛིན་ཡེ་ཤེས་མི་ཐེབས་ཆག་ང་འདྲ་བོ་གཅིག་གིས་མི་འདོད་དམངས་གཙོ་ལག་བསྟར་བྱས་ནས་ཁོ་ལ་ནི་བེད་ཁོ་ར་བཤད་ཡག་གི་འདི་ཡོད་རེད། གཅིག་རེད་རོ། གཉིས་པ་དེ་ལ་རོ། གལ་ཆེ་ཤོས་དེ་ལ་རེད་ད། དམངས་གཙོ་བེད་སྤྱོད་བྱེད་དགོས་བར་དང་པོ་དེ། གཉིས་པ་དེ་ལ་སྤྱི་ཚོགས་འདི་གི་སྟེང་ལ། ཨ་ནི་ང་ཁམས་པ་ཡིན་ང་ཨ་མདོ་ཡིན་ང་དབུས་གཙང་ཡིན་ལ་དེ་ཙམ་པ་ཁམས་པ་ལ་དེ་ཙམ་པ་ལ་ཁམས་པ་ཁམས་པ་ཅིག་ཉེ་མདོ་དེའི་སྒོ་ཡ་འགྲོ་བོ་ཅིག་དང་ཨ་མདོ་ལ་དེ་ཙམ་པ་ལ་ཨ་མདོ་ཨ་མདོ་ཅིག་དེའི་ཨ་ནི་ཁོ་རང་ཚོ་ཁོ་རང་ཚོ་དབུས་གཙང་ལ་དེ་དབུས་གཙང་ཁོ་རང་ཚོ་ཁོ་རང་ཚོ་ཅིག་གུརུབ་བྱེད་ནས་དེའི་སྒོ་ཡ་འགྲོ་བོ་ཅིག་མཉམ་མདོ་མིག་བྱེད་ནས་རོ། སྐད་ཆ་ག་རི་བཤད་ཡ་ཡིན་ན་ཅོག་ཙེ་ཅིག་གི་སྒང་ལ་སྐད་ཁམས་པ་ཨ་མདོ་དབུས་གཙང་མེན་པ་བྱེད་སྐད་ཆ་ག་རི་བཤད་ཡ་ཡིན་པ་ར་ཅིག་ཡིན་ན་ཅོག་ཙེ་ཅིག་གི་སྡིང་ལ་ཁ་སང་དུས་སང་བྱེད་ནས། ཤེས་ཡ་ཡོད་མར་ད་དཔེ་ན་དགྲ་བོ་གཅིག་ཡིན་ན་དབུས་གཙང་གཅིག་གིས་ཁམས་པ་གཅིག་ལ་དུག་ཆ་ལག་འོས་ན་དང་པོ་ཁམས་པ་ཡིས་ཁམས་པ་ཁམས་པ་མི་དེ་འདྲ་འདུལ་འོས་མི་འདུལ་འོས་བལྟ་དགོས་ཡ་དགྲ་བོ་གཅིག་མི་འདུལ་འོས་ཨན་ཁམས་པ་ཡོད་ན་ཁོ་སྐད་ཆ་དེ་ལྗིད་པོ་རྒྱབ། མེད་ན་ཨན་དུག་རིགས་ངན་ཚད་རོབ་བརྗོད་ལ་ཡ་ད་ཚ་ར་ཚོ་ར་འཚམ་ཨན་འདི་ན་བཞིན་ཁམས་པ་དགྲ་བོ་གཅིག་ཡིན་ན་ཡ་ད་ག་རང། དང་པོ་དབུས་གཙང་ལ་གཅིག་ལག་འོས་ལ་གཡས་གཡོན་ལ་དབུས་གཙང་མི་འདུལ་འོས་མི་འདུལ་འོས་བལྟ་ཡ་དགྲ་བོ་གཅིག་ཨན་མི་མི་འདུལ་བསམ་ན་ཨན་དུག་རིགས་ངན་ཚད་དེ་ལབ་ཨན་མི་འདུལ་བསམ་ན་ཡ་ཨན་སྐད་ཆ་དེ་འགྱུར་བ་བཏང། འདི་འདྲའི་བྱིས་དེ་ན་སྤྱི་ཚོགས་དེ་ཡག་པོ་ཆགས་གོ་མ་རོ། འདི་ན་བཞིན་ཨམ་མདོ་ད་ག་རང་རེད། རོ་ཨ་ཡ་མདོ་སྨད་ད་ག་རང་རེད་མདོ་སྟོད་ད་ག་རང་ད་ངས་ཀྱི་འདི་ནས་མ་ཤེས་དེ་དེ། སུ་ལ་ནོར་འཁྲུལ་ཡོད་བ་ར་བྱེད་ན་ནོར་འཁྲུལ་དེ་མ་ཕྱི་སེ་ནང་སེ་བྱེད་ནས་རོ་ཨ་ཁྱོད་ཁམས་པ་ཡིན་ད་ཨམ་མདོ་ཡིན་དབུས་གཙང་ཡིན་མ་ལྟ་བ་བྱེད་ང་བོད་པ་ཅིག་ཡིན་པའི་ཆ་ནས་བོད་པ་རང་གི་ངོ་བོ་ཅིག་ག་ལ་རོ་ཨ་ང་ཚོའི་གི་ནང་ལོགས་ལ་རྙོག་དྲ་དེ་ཡོད་ར་ད། རོ་ཨ་དཔེ་ན། དབུས་གཙང་མི་ལྔ་དྲུག་ཅིག་གི་པ་ར་ལ་རོ་ཨ་ཁོ་རང་ཚོ་གཅིག་གོ་གཅིག་སྡོམ་ན་ཨ་ནི་ཁམས་པ་ལ་སྡུག་རི་ཉིན་མཚན་ལ་ཡ་ཡ་དང། རོ། ཁོ་རང་ཚོ་གི་མ་ག་ས་དེ་ལ་དུག་རིགས་ངན་ཚད་ལ་ཡ་འགྲོ་བོ་ཅིག་བྱས། ཨ་འདི་ན་བཞིན་ཨ་མདོ་གུ་རུབ་ཅིག་ཆ་ན་ཡང་ཁོ་རང་ཚོ་ཕག་ཚུ་ཡང་དབུས་གཙང་ལ་ལག་འོ་ཡོད་ན་འདྲ་ཁམས་པ་ལ་ལག་འོ་འདི་ན་བཞིན་ཁམས་པ་ཅིག་ཆ་བ་འདྲ་བྱས་ཡིན་ན་ཡང་ཨ་མདོ་ལ་ལག་འོ་ཡོད་ན་འདྲ་དབུས་གཙང་ལ་ལག་འོ་ཡོད་ན་ཨེ་འདྲ་ཨེ་འདྲ་བོ་བྱས་ནས་རོ་སོ་སོ་སོ་གུ་རུབ་བྱས་ནས་ཨ་ནི་གུ་རུབ་ཡིན་དུས་ཙམ་པ་ལ་ཨ་ནི་མི་བདུན་ཚོ་དུག་ཆ་ཡོད་རེ་ཞུ་བ་བྱས་ཨ་ནི་མི་དེ་བདུན་ལ་སླེབས་དུས་ཙམ་པ་ཡང་སྐད་ཆ་དེ་རྒྱུར་འགྲོ་དུས་ཙམ་པ་ལ། འདི་སྤྱི་ཚོགས་ནང་ལོག་ལ་དཀའ་ངལ་ཆགས་སྒོ་རུ་སེམས་པ་གདིང་ནས་ཕ་ཕྱོགས་འདི་ལ་བོད་པ་ཡིན་པའི་གི་ངོ་བོ་ག་ལ་མ་ལྟ་དེ་ཙམ་པ་ལ་དཀའ་ངལ་འདི་ཆགས་སྒོ་རུ་ད་དཀའ་ངལ་འདི་ག་ལས་ག་ལས་ཆེ་རུ་ཆེ་རུ་ད་ཆོལ་ཁ་གི་འཐེན་འཁྱེར་ལ་ནི་ད་ཆོལ་ཁ་ཆོལ་ཁ་ལ་ནི་འཐེན་འཁྱེར་བྱེད་དེ་ཡ་དེ་ང་ཚོའི་ཟོལ་སྐྱོག་གང་མ་རུ་ཨ་ཁྱོད་ཆོལ་ཁ་དཀྲུགས་ཤིང་རྒྱག་གི་འདུག་ཟེར་ཆོལ་ཁ་ནང་ལོག་ལ་དཀྲུགས་ཤིང་རྒྱག་པ་ཡོད་མ་རུ་ང་ཚོའི་ཟོལ་སྐྱོག་མ་རེད་དཀའ་ངལ་འདི་བླུས་ཡོད་རེད་དཀའ་ངལ་འདི་སྙིགས་མ་ཁྱེད་རང་ཚོ་གི་མི་རྒན་པ་ཚོ་གི་བླུས་ཡོད་རེད་འདི་དཀའ་ངལ་འདི་བླུས་དེ་ཙམ་པ་ད་འདི་དཀའ་ངལ་འདི་གསང་ཡག་གི་ཆེད་དུ། ང་ཚོ་སུ་ལ་ནོར་འཁྲུལ་ཡོད་བ་ར་ཅིག་ཡིན་ན་ཁ་རི་ཁ་ཐུག་མི་འདོད། དེ་ལ་ཁམས་པ་ཅིག་དེའི་དུར་ལ་ནི་ཨ་ནི་ཁོ་ཁམས་པ་གི་དཀའ་ངལ་ཡོད་སྐྱོ་དང་ཁམས་པའི་གི་ཨ་ནི་ནོར་འཁྲུལ་ཡོད་སྐྱོ་དེ་གང་དགོས་ཅིག་མ་ཤེས་ཁ་ཚུམས་ཏེ་དེ་ལ་དབུས་གཙང་ཅིག་དེ་ཞིག་ལ་ནི་ད་དབུས་གཙང་གི་ནོར་འཁྲུལ་ཚང་མ་མ་ཤེས་ཡག་པོ་རྐྱང་རྐྱང་ཤེས་བསྡད་ན་དེ་ང་ཚོ་སྤྱི་ཚོགས་ལ་ཕན་གོ་བ་མ་རོ། དེ་ན་ཤིང་གི་ཨ་མདོ་ཁ་ཅིག་ཅིག་ཤེས་བ་ར་ཅིག་ཡིན་ན་དེ་འདྲ་ཤེས་བསྡད་ན་ཕན་གོ་བ་མ་རོ། ཡ། དེ་ཡིན་དུས་ཙམ་པ་ལ་སྤྱི་སྟངས་གི་ང་ཚོ་བོད་པའི་གི་བསམ་བློ་བཏང་སྟངས་ད་ཡག་པོ་རེད་རོ། བོད་པ་ཅིག་ལ་དཀའ་ངལ་འཕྲད་ཤེས་ལ་ན་ཚང་མ་གི་དངོས་གནས་ཁོ་རང། རོགས་པ་བྱེད་ཐུ་ཡ་ག་རེ་བྱེད་ཐུ་ཐུ་འདི་ནང་ནས་སོ་སོ་གི་ཨ་ནི་ཆོལ་ཁ་ཡིན་ན་འདྲ་སོ་སོ་གི་ཨ་ནི་ཡང་ཅིག་གི་འདི་ཡིན་པ་ར་ཅན་ད་འདི་ང་ཚོ་ཆབ་སྲིད་སྒང་ལ་སླེབས་དུས་ཙམ་པ་ལ་ཡང་འདི་དབྱེ་བ་ཕྱེ་དྲུག་ཏོ་བོད་པ་མི་གཅིག་ལ་དཀའ་ངལ་འཕྲད་ཤེས་ལ་ན་རོ་ཨ་དངོས་གནས་ཁོ་རང་མདོ་སྟོད་མདོ་སྨད་དབུས་གཙང་ཡོ་མར་ཚང་མས་རྒྱབ་སྐྱོ་བྱེད་དཔལ་འབྱོར་གཅིག་བསྡུ་རུབ་བྱེད་ཀྱི་ཡོད་ན་འདྲ་ཞོན་འདེབས་སློང་གི་ཡོད་ན་འདྲ་ད་འདི་བོད་པ་ཅིག་ཡིན་ན་ང་ཚོ་རྒྱབ་སྐྱོར་བྱེད་ཐུབ་ཀྱི་རེད་ཡིན་ནས་འདི་ཆབ་སྲིད་གང་ལ་སླེབས་ཡོད་འདི་ཙམ་པ་ལ་ཨ་ནི་ཁོ་ག་ནས་རེད་ཁོ་ཕ་ཡུལ་ག་ནས་རེད་ཁོ་གཅིག་ཆོས་ལུགས་ག་ནས་རེད་ལ་ཡ་འདྲ་བོ་དང་ཨ་ནི་ཁོ་གཅིག་མི་འདོད་འདི་འདྲས་ཀྱི་སྐད་ཆ་འདི་ཆབ་སྲིད་ག་ལ་སླེབས་ཡོད་འདི་ཡིན་འདི་ཙམ་པ་ལ་ངེད་ཀྱིས་འདི་ནས་མ་བཤད་དེ་འདི་ཙམ་པ་ལ་ཆབ་སྲིད་ག་ལ་ང་ཚོ་ཚང་མ། ཅི་སྙོམས་ཡིན་པ་ཅི་དང་དཀའ་ངལ་མྱངས་ན་དགའ་ན་དགའ་མཉམ་སྡུག་ན་སྡུག་མཉམ་སྐྱིད་ན་སྐྱིད་མཉམ་ཡིན་པས་ཀྱི་ཨ་ནི་འཚོ་བ་འདི་ངེད་ཀྱི་འདི་ནི་མ་ཤུགས་ཆེན་པོ་བྱིན་བསྟུན་དགོས་རོ་ཡ། ཨ་འདི་སྟོན་དུས་ཙམ་པ་ལ་ད་འདི་ནང་ནས་སྡུག་ག་ལ་དུས་ཙམ་པ་ལ་དགའ་གི་མ་རེད། དམིགས་བསལ་གྱི་ད་སྡུག་ག་ལ་དུས་ཙམ་པ་ལ་རོ་ཨ་འདིའི་ནང་ནས་སྡུག་ག་ལ་ས་དེ་མི་གཅིག་དངོས་གནས་ཁོ་རང་ང་ཚོས་ཀྱི་འགོ་ཁྲིད་ཇི་དེ་གིན་ཡིན་ལ་ངས་ཁོ་ལ་རྒྱབ་སྐྱོར་ཡོད་རོ། ཁྱོད་ཚོ་ག་གི་མ་རེད་མ་ག་བ་ར་ཅི་ཡིན་ན་ཡིན་ནོ། བསམ་བློ་ཡང་མགྱོགས་ཅིག་བཏང་དགོས་ཡ་དེ་གལ་ཆེན་པོ་དཔེ་རེད་ཤ་དོན་དག་ག་རེ་ལ་ཡིད་དོ། ཀུ་ལོང་ག་རེ་རེད་དོ་མི་འདོད། འོན་ཏེ་གལ་ཆེན་པོ་དཔེ་རེད་ཤ་རོ་ཡ་སུ་ལ་ཤེས་ཀྱི་ཡོད་ན་ད་འདི་བྱས་ནས་ངས་ཀྱི་ཨ་ནི་སྤྱི་བཏང་གི་སྤེན་པ་ཟེ་རེད་ལ། ང་དངོས་གནས་ཁོ་རང། སྤྱི་བཏང་དུ་འཛོ་ལ་རོ། ད། བརྒྱ་ཆ་བརྒྱ་ནས། བརྒྱ་ཆ་གཉིས་ག་བརྒྱ་ཆ་ལྔ་ག་བ་ར་ཅི་ཡིན་ད་ང་སྤྲད་ཞུ། བརྒྱ་ཆ་ལྔ་དགའ་བ་ར་ཅན་ནས་བརྒྱ་ཆ་དགུ་བཅུ་གོ་ལྔ་དེ་བྱེད་སྟངས་འདི་ང་འདོད་པ་མཐུན་གྱི་མི་འདུག་འདོད་པ་མཐུན་གྱི་མི་འདུག་མང་པོ་ལས་ཀ་བྱེད་ཕྱོགས་མང་པོ་གཅིག་ལ་རོ་ཨ་ནི་གཅིག། སེམས་པ་ནང་ལོག་ལ་བག་ཆགས་སྡུག་ཆགས་ཅིག་ཡོད་རེད་ང་ཚོ་ལ། ང་ཚོའི་སེམས་པ་ནང་ལོག་བོད་པ་དམིགས་བསལ་གྱི་འཛམ་བུ་གླིང་གཞན་པ་ལ་ག་རེ་ཡིན་མིན་གང་ཞིག་ང་ཚོའི་སེམས་པ་ནང་ལོག་ལ་བོད་པའི་གྱི་སེམས་པ་ནང་ལ་བག་ཆགས་སྡུག་ཆགས་ཅིག་ཡོད་རེད་བག་ཆགས་སྡུག་ཆགས་དེ་ག་རེ་རེད་ལ་ན་གནའ་སྔ་མོ་ཨ་ནི་བོད་སྡེ་བ་གཞུང་གི་ཨ་ནི་དཔོན་པོ་དོན་གཙོ་གྱི་པད་ཁོ་རང་ག་ལ་འོར་ད། མི་མང་ཉམས་ཆུང་ལ་ཨ་ནི་ཅིག་ཐུབ་ཚོད་བཏང་ཡ་ལ་སོགས་པ་ད་དཔོན་པོ་ཡིན་ལ་ན་ཨ་ནི་ཅིག་མི་མི་ཏོག་ནས་མི་ཏོག་གོ་ར་ཚེ་ཡོག་ཉག་དགོ་ཡ་དང་ཨ་ནི་དེ་འདྲའི་གི་རིགས་ཀྱི་བག་ཆགས་སྡུག་ཆགས་ཅིག་ཡོད་ར་ང་ཚོ་ལ་རོ་ཡ་ང་ཚོ་ལ་དངོས་གནས་གོ་ར་མི་དཔོན་པོ་ཡིན་ན་བད་གོ་ར་སྤུ་གུ་སྤུ་གུ་སྤུ་གུ་སྤུ་གུ་ཚང་མ་དཔོན་པོ་ཆགས་འགྲོ་ཡ་དང་ཨ་ནི་གཞི་ཅག་ཅིག་གི་ག་ལ་འོ་རེད་ད། གཡོག་པོ་ཡིན་ན་མི་ཚེ་འཁོར་གཡོག་པོ་ཆགས་སྤྲོ་བས་དང་ཨ་ནི་མགོ་ཡ་སྐྱ་ས་མེད་བ་དང་ཨ་ནི་དབང་ཡོད་དང་ཐུབ་ཚོད་དང་ཨ་ནི་ཅིག་རང་དབང་མེད་བ་དང་རང་དབང་འཕྲོག་ནས་བེད་ཁོ་རང་ཅིག་མི་ཚེ་ཚེ་གཡོག་བཞག་བཞག་ཡས་དང་འདི་འདྲས་ཀྱིས་ང་ཚོ་ལ་དཀའ་ངལ་ཤུགས་ཆེན་པོ་ཡོད་རེད་ཨ་ནི་འདི་ནང་བཞིན་གྱི་དཔོན་པོ་ཚོ་གིས་ཨ་ནི་ཅིག་བོད་སྡེ་བ་གཞུང་གི་ཅིག་སྐུ་དྲག་འདྲ་བོ་ཅིག་ཡིན་ལ་དུས་ཙམ་པ་ལ་ཨ་ནི་ཁོ་རང་ཁོ་རང། བད་ཁོ་རང། མི་ཚེ་གང་ཟག་སྡུག་པོ་མ་མཐོང་ནས། སྐྱེ་བོ་རྐྱང་རྐྱང་བཏང་ནས་བསྡད་དེ་ངེས་ཀྱི། འདི་འདྲའི་ཡས་ང་ཚོ་ལ་བོད་པ་མི་དཀྱུས་མ་དེ་ལ། བག་ཆགས་ཤུགས་ཆེན་པོ་ཅིག་ཡོད་དུས་ཙམ་པ་ལ་སྤེན་པ་ཚེ་རིང་འདྲ་བོ་ཅིག་སྒང་ལ་གླས་ཡོད་དུས་ཙམ་པ་ལ་ཁོས་བྱེད་སྟངས་དེ། ཨ་ནི་ང་ཚོའི་བག་ཆགས་གཉིས་དམག་གི་བག་ཆགས་ཅིག་ཡོད་ར་འོན་ཏེ་ཚུར་བསད་ཡོང་ངེས་འགྲོ། འདི་དྲན་ཡོང་ངེས་འགྲོ། ད་འདི་མི་དེ་གི་ཡག་པོ་བྱེད་ས་མ་རེད་ད། འདི་མི་དེ་གི་དབང་ཆ་དོན་ཚོ་ཞེ་བོ་ཅིག་བེད་སྤྱོད་བཏང་ཁོ་དངོས་གནས་ཁོ་རང་མི་དམངས་ཀྱི་དོན་དག་རྡོག་རྡོག། མི་མང་གིས་ཁྱོད་རང་ལས་ཀ་འཇོན་གི་རེད་ཁྱོད་བྱེད་གི་རེད་རོ་ཁྱོད་རང་ད་བཙན་བྱོལ་སྤྱི་ཚོགས་ནང་ལོག་ལ་རོ་ཁྱོད་རང་ད་གཡོག་པོ་ད་མ་བཟོ་ནས་གཡོག་པོ་དངོས་གནས་བསམ་བློ་བཏང་ན་ད་མི་མང་གིས་གཡོག་རྒྱུག་ངེས་རེད་མི་མང་ལ་བསྐྱོད་པ་བཤད་ངེས་མ་རེད་རོ་ད་ག་བ་འགྲོ་ན་རོ་བཀའ་རྒྱུད་བཏང་ཅིག་མི་འདོད་ཨ་ནི་མི་འདི་ཚོ་ཅིག་ཁྱོད་རང་ཚོ་ལྐུག་པ་འདྲ་བོ་མ་བྱི་ལ་ཡ་འདྲ་བོ་ད་ཨ་ནི་ཅིག་ཁོ་རང་ཅིག་རྒྱ་རབ་མཁས་པ་ཞེ་བོ་ཡིན་པ་འདྲ་བོ་ཅིག་ད་ཨ་ནི་ཅིག། ག་དུས་ཡིན་ན་མི་མང་ལ་མ་བཀའ་བཏང་སྟེ་ཡག་འདྲ་བོ་ཅིག་མི་འདོད་མི་མང་འདི་ཡག་ཅིག་ལང་ཡོང་གི་འདུག་བསམ་ན་ཨ་ནི་འདི་སྣེ་མ་ཡག་དང་ཨ་ནི་མི་མང་ཅིག་གི་དྲི་བ་ཚད་ལྡན་ཅིག་དྲི་གི་ཡོད་ན་འདི་ལ་ལན་མ་རྒྱག་ཡག་དང་སོ་སོ་འདོད་པ་གང་ཡོད་འདྲ་བོ་འདི་ཡོད་མ་རེད་བ། འདི་འདི་འདྲས་ཀྱི་ལས་ཀ་མང་པོ་ཅིག་ད་ལྟ་གི་ཨ་ནི་སྲིད་སྐྱོང་གི་རྐུབ་བཀྱག་ག་ལ་བསྡད་དེ་ངས་སྤེན་པ་ཚེ་རིང་གིས་བྱིན་ཡོང་དུས་ཙམ་པ་ལ་ང་ཚོ་གི་ཀླད་པ་ནང་ལོག་ལ་བག་ཆགས་སྡུག་ཆགས་ཅིག་སྙི་མ་ང་ཚོ་བདེ་བ་གཞུང། ལ་དུས་བརྩམས་པ་ལ་དངོས་གནས་གོ་ར་བཞེས་དགོས་ཨེ་ཅི་དང་སྐྲག་དགོས་ཨེ་ཅི་དང་ཨ་ནི་ཆེ་གི་སྐུ་དྲག་ལ་དུས་བརྩམས་པ་ལ་ང་ཚོ་ཞེད་སྣང་ཞེ་བོ་སྐྱེས་དགོས་ཨེ་ཅི་དང་དེ་འདྲས་ཀྱི་ང་ཚོ་ལ་བག་ཆགས་ཅིག་ཡོད་ར་ད་རོ། ད་འདི་བག་ཆགས་འདི་ད་ངེད་ཀྱི་ཁ་ཐུག་བཤད་པ་ར་ཅིག་ཡིན་ན། སྲིད་སྐྱོང་བློ་བཟང་སེང་གེ་ཀྱིས་ལོ་བཅུ་ཡི་རིང་འགའ་ལ་ཨ་ནི་བྱིས་ཞག་དུས་བརྩམས་པ་ལ་བོད་ཡོད་འདི། ད་དངོས་གནས་ཁོ་རང་དུས་རབས་ཉི་ཤུ་རྩ་གཅིག་པ་དང་མཉམ་དུ་དཔུང་པ་འདྲ་མཉམ་བྱེད་ནས་རེད། དཔུང་པ་འདྲ་མཉམ་བྱེད་ནས་འགྲོ་གི་ཡོད་བ་བྱེད་དང། ཨ་ནི་བོད་དེ་འཛམ་བུ་གླིང་གི་སྡིངས་ཆ་ག་ལ་སྙོབ་རྒྱུ་ཡོད་བ་བྱེད་དང་འཛམ་བུ་གླིང་གི་མི་དམངས་ནང་བཞིན་འཛམ་བུ་གླིང་གི་ཨ་ནི་རྒྱལ་ཁབ་ཚོ་གི་བྱེད་སྟངས་ནང་བཞིན་ང་ཚོས་གི་འདི་ཡག་ཅིག་ལུང་པ་མེད་ནའི་ལུང་པ་མི་ལ་ཤོར་བསྡད་ཡོད་ནའི་ང་རང་ཚོ་ལ་དེ་འདྲའི་གི་སྤོབས་པ་སླེབས་ཡོང་ཡ་བྱེད་དང་སློབ་སྦྱོང་གི་ཆ་ནས་ཡིན་ན་འདྲ་ཨ་ནི་ཅིག་ཆ་ཞིག་གི་ཆ་ནས་ཡིན་ན་འདྲ་དཔལ་འབྱོར་གི་ཆ་ནས་ཡིན་ན་འདྲ་ག་རེ་གི་ཐོག་ནས་ཡིན་ན་ཅིག། ཕུན་སུམ་ཚོགས་པ་ཅིག་ཡོང་དུས་བརྩམས་པ་ལ། ད་ང་ཚོའི་གི་སེམས་པ་ནང་ལོག་ལ་ཨོ། སྐུ་དྲག་རིང་ལུགས་དེ་ཤི་ཚར་ཤག་སྙེ་མ་ང་ཚོ་དཔོན་པོ་དེ་ཚོས་ཀྱི་ཅིག་བོད་ཆོས་ལོག་པ་བཏང་སྐྱོ་དེ་ཚོ་མི་མང་གི་སེམས་པ་ནང་ལ་ལོ་བཅུ་རིང་ག་ལ་བརྗེད་རེད་དོན་དག་རྡོག་རྡོག་བཤད་ན། རོ། སྲིད་ཟུར། བློ་བཟང་སེང་གེའི་སྐབས་ལ་རོ། ལོ་བཅུ་རིང་ག་དེ་ལ་མི་མང་གི་སེམས་པ་ནང་ལ་མི་དཀྱུས་མ་ཅིག་ལ་ཞིང་པ། རོ། བ་ཇུ་ཚོ་དེ་ངེད་ཀྱི་སྤུ་སྒུ་ཅིག། ང་རང་ཚོ་གི་དེ་འདྲའི་སྡིངས་ཆ་ཅིག་ག་ལ་གླས་ནས། ཨ་ནི། རོ། སྲིད་སྐྱོང། རྐུབ་བཀྱག་ག་ལ་བསྡད་ནས་བོད་མི་མང་མགོ་ཁྲིད་ནས་འགྲོ་ནི་རོ། ཨ་ནི། དངོས་གནས་ལྷ་བླ་མ་ཚང་མ་མི་མང་སྤུ་གུ་ཚང་མ་ཡི་ཨ་ནི་དངོས་གནས་ཁོ་རང་ཅིག་སེམས་པ་ནང་ལོག་ལ་ཅིག་རེ་བ་གསར་བ་གླས་བསྡད་དེ། ད་ང་ཚོ་དུས་རབས་འདི་བྱིས་པོ་རྒྱབ་ཚ་འདུག་ཨ་རྙི་མ་རྙི་མ་མི་ཡི་ད་སྡེ་བ་གཞུང་དང་སྐུ་དྲག་དང་མང་པོ་ཅིག་ལ་དེ་དོན་ཚོ་ད་འདི་ཡི་དུས་ཚོད་འདིར་འགྲོ་ཚ་འདུག་ཨ་བསམ་ནི་རོ་དེ་འདྲེ་གི་ཡིད་ཆེས་ཅི་དང་ཨ་ནི Confident ལའོ་རོ་སེམས་པ་ལ་ཡིད་ཆེས་ཅི་སླེ་ཡོད་འདི་ཙམ་པ་ལ་ཡང་དེ་ལོ་ལྔ་རི་འགའ་ལ།

ཨ་ནི། པར་རྒྱག་ངེས་དང་དེ་འདྲས་ཡོད་དུས་ཙམ་པ་ལ་ས་ལ་བསྡད་དགོ་ན་ཡི་བསྡད་ཡས་འདྲ་བོ་དང་དེ་ལྟ་ཁོ་དེའི་མར་དང་རྒྱ་གར་པིག་ཅར་ནང་ལ་བྱེད་ཀྱི་ཡོད་བ་དཔོན་པོ་ཡིན་ལབ་ས་ནང་ལ་བསྡད་དགོ་ཡས་འདྲ་བོ་ས་ནས་ཡར་ལངས་ནས་འཛུལ་བ་དང་ལམ་སང་མར་སེ་ཏིས་མོ་ཏྲ་རྫིག་རི་རྫིག་རྫིག་ནང་ལ་འཛུལ་འགྲོ་ཡས་འདྲ་བོ་དང་དེ་འདྲས་ཀྱི་བྱས་ཀྱི་ཡོད་བ་མི་མང་ཙ་ནས་ཅིག་མི་མང་ཙ་ནས་སྙིང་རྗེ་ར་ཡས་བྱེད་དུ་རོགས་ཁོ་མི་ཉམས་ཆུང་རེད་ཁོ་བལ་ཁོ་རང down to earth ལ་ཡུར་བ་ང་ཚོ་མ་བཟོ་ན་ད་མི་བལ་ཁོ་རང་ཉམས་ཆུང།

ག་རེ་ཡག་པོ་འགོ་ཚུགས་ཀྱི་རེད་ལ་ན། མི་དམངས་འདི་རོ Emotion ཞེ་བོ་ཡོད་བ་ཅིག་དང་མི་དམངས། འཛམ་བུ་གླིང་གི་སྡིངས་ཆ་ག་ལ་བཏང་ན་སྤེན་པ་ཚེ་རིང་ག་ཚོད་འཇོན་གྱི་ཡོད་མེད་ང་ཚོ་ཚང་མས་ཀྱི་ད་མིག་ལོ་ང་ཡིན་ན་མ་གཏོགས་ནི་རོ་ཨམ་ཅོག་ཡོན་པ་ཡིན་ན་མ་གཏོགས་རོ་མཐོང་ཡ་མཐོང་ཡོད་རེད་གོ་ཡ་གོ་ཡོད་རེད་རོ་ཡ། འཛམ་བུ་གླིང་གི་སྡིངས་ཆ་ག་ལ་ག་ཚོད་འབྱོན་ཡོད་མེད་ང་ཚོ་གིས་ཧ་གོ་སོ། གང་དགོས་ཀྱི་འབྱོན་གྱི་མི་འདུག་ཨ། ཡིན་ནས་བོད་པ་ནང་ལོགས་ལ་སྤེན་པ་ཚེ་རིང་དེ་སྐད་གྲགས་ཆེན་པོ་ཆགས་འགྲོ་ཡས་ཅི་དང་སྤེན་པ་ཚེ་རིང་དེ་ལ་འོས་ཤོག་དེ་འདྲས་མང་པོ་རག་འགྲོ་ཡས་ཅི་དང་འདི་གི་རྒྱུ་མཚན་ག་རེ་མཐོང་གི་འདུག་ག་རེ་ཧ་གོ་གི་འོར་ལ་ན་ཁོང་ཚོས་ཀྱི་བོད་པའི་གི་ཀླད་པ་ལ་ག་རེ་འགྲོ་འོར་བོད་པ་ལ་ག་རེ་སྐད་ཆ་བཤད་འོར་རེད་བ། སྐད་ཆ་མགོ་བཙུགས་ཡོད་འདི་རྒྱ་བ་རོན་པོ་ཆེ་ཁྱི་གོ་རེད་བ། འདི་བཤད་ཚར་ཡོད་ཅེས་ལ་སོ་སོ་གི་ཉམས་མྱོང་དེ་འདྲས་མི་འདོད་པས་དཔེ་ཆ་འདོན་བ་ན་བཞིན་རེད་བ། སོ་སོ་གི་སྙིགས་མ། འདི། ཇི་བྱས་དོན་རྫུན་མ་ཅིག་ཤེས་འོ་རེད། འདི་ཤེས་ཚར་བའི་རྗེས་ལ་འདི་ལ་ཁ་བརྡའི་དཔྱ་ངན་ཡིན་ན་རྒྱ་བོ་རིན་པོ་ཆེ་དང་བོད་གཞུང་ལ་ཁ་བརྡའི་དཔྱ་ངན་རེད་ལ་ད་ལྟ་བོད་པ། སུ་བཅས་འདི་སྒང་ལ་འགྲོ་ཐུབ་གི་མ་རེད་ལ་ཡ་གི་ཁོང་ཚོ་ལ་འདི་ལྟ་བ་དེ་ཡོད་རེད། ཁོང་ཚོས་འདི་བྱེད་གི་འོ་རེད་སྐད་ཆ་ག་དུས་བཤད་བ་ར་བྱེད་ཡིན་ན་རུང་མི་མང་ལ་དཀའ་སློབ་ཡིན་ན་འདྲ་མི་མང་ལ་ག་དུས་ཡིན་ན་མ་འབྲེལ་བ་བྱེད་བ་ར་བྱེད་ཡིན་ན་ཁོང་ཚོས་གི་ཀླད་པ་ནང་ལོག་ལ་བོད་མི་མང་འདི་ད་གན་འདྲ་ཆུ་རིས་རྒྱག་གོ་ཡོད་མེད་འདི་ལོ་མང་པོ་ལ་སློབ་སྦྱོང་བྱེད་འདེད་རེད་ད།

རྡ་རམ་ས་ལ་ལ། རེད། སྲིད་ཟུར་འདྲ་བོ་ཅིག་ཡིན་ན་རྡ་རམ་ས་ལ་ལ་རྒྱབ་སྐྱོར་ཡོད་མ་རེད་ག་བྱིན་རྒྱབ་སྐྱོར་ཡོད་མ་རེད་རྡ་རམ་ས་ལ་གི་སློབ་སྦྱོང་བསླབ་སྟངས་ཇི་ཡོད་རོགས་ཆབ་སྲིད་ཀྱི་ཐོག་ནས་ཆབ་སྲིད་ཀྱི་ལངས་ཕྱོགས་དང་ཆབ་སྲིད་ག་ལ་བདེ་བདེ་ངེས་ཀྱི་མི་དུ་འཛོལ་རྒྱུ་ཨ་ནི་དབང་ཆ་བེད་སྤྱོད་ལོག་པ་བྱེད་སྟངས་དང་ཨ་ནི་དཔལ་འབྱོར་དཔལ་འབྱོར་བེད་སྤྱོད་ལོག་པ་བྱེད་སྟངས་དང་མི་འདུག་ཨ་འདུ་འཛོལ་ཚང་མ་སྙེ་མ་དུས་ཚོད་ལ་ཕོན་བཏང་ནས་འགྲོ་ས་ཡོད་རྒྱོ་དེ་ལ་རོགས་ཨ་སོ་སོ་ནང་མི་དང་ཚང་མ་ཤིམ་ལ་དེ་ནས་ཡ་འཁྱམ་འགོ་དུས་ཙམ་པ་ལ་རོགས་ཡ་གཞུང་གི་ཞབས་ཕྱི་གཞུང་གི་ཞབས་ཕྱི་ཡིན་ལ་བོར་ད། རོགས་གཞུང་གི་མོ་འདྲ་བོད་ཆོས་བྱེད། ཤིམ་ལ་སྡེ་བ་ལ་ཕོན་བཏང་ནས་སྐད་ཆ་འགྲོ་ཡས་ཡོད་སྐྱོ་དུ་འཛོ་རོགས་དེ་ནས་ད་རྡ་རམ་ས་ལ་གནམ་གཤིས་ལྟས་ཚ་བོ་འདུག་ད་དེ་ནས་གནམ་གཤིས་གྲང་ས་ཆེ་ལ་འགྲོ་གོ་ཐུ་ལ་ནང་མི་གང་ཟག་ཁྲིད་ནས་རོགས་གཞུང་གི་མོ་འདྲ་བོད་ཆོས་བྱེད་ནས་འགྲོ་ངས་མང་པོ་ཡོད་རོགས། རོགས། དེ་འདྲས་གཞུང་གི་གཞུང་གི་སྤྱི་རྫས་དེ། ཨ་ནི་བོད་ཆོས་ལོག་པ་བཏང་ནས་ལས་ཀ་བྱེད་མཁན་མང་པོ་ཡོད་རེད་ད། རོ་ཡ། ཁྱོད་རང་ཚོ་ཁས་མཐོང་ཡོད་རེད་གཞིས་ཆགས་ནང་ལོག་ལ་སྐུ་ངོ་ཆུན་ཆོས་ཅིག་ཡིན་ན་ཡང་དབང་ཚད་དབང་ཆ་ག་ཚོད་བེད་སྤྱོད་བཏང་གི་ཡོད་མེད་འདི་གཞིས་ཆགས་སོ་སོ་གི་མི་གི་ཧ་གོ་གི་རེད་འདི་ལས་ཡག་ཤོས་ག་བ་ཧ་གོ་གི་རེད་གཞིས་ཆགས་འདི་གི་སྐུ་ངོ་གི་མོ་དྲ་བཏང་མཁན་དེ་སུ་རེད་དོ་འོན་ཏེ་རྩད་གཅོད་བྱེད་ད་སྐུ་ངོ་ཚང་མ་དངོས་གནས་ཁོ་རང་རྒྱ་ནག་ནས་ཅུ་ཡག་པོ་ཡོད་གི་རེད་མ་གཏོགས་དགུ་བཅུ།

མི་དེས་སང་ཉིན་དེ་ལ་ང་ནོར་བཞག་ང་དཔོན་པོ་ཚེ་རིང་ལ་འདི་བྱེད་ཁར་འགྲོ་ཡིན་ལག་གོ་ཡ་དེ་འདྲ་བཟོས་སོ། དེ་ཅུང་མར། ད་ང་རང་འདྲ་བོ་ཅིག་ཡིན་ན་ད་ལྟ་གནས་བབ་ཡག་པོ་ཞེ་བོ་ཅིག་སླེབས་ཏེ་དང་པོ་དེ་ལ་ཕྱི་རྒྱལ་ཆས་རོགས། གཉིས་པ་དེ་ལ་རོགས་ང་ལ་ཁ་ཐུག་ཁོ་རང་ལག་པ་འཆང་དགོས་ན་འཆང་མ་ཐུབ་ཡ། རོ། དེ་འདྲའི་གི་དངོས་གནས་ཁོ་རང་གནས་བབ་ཡག་པོ་ཅིག་བྱས་རོ། ད་ལྟ་འདྲ་བོ་ཅིག་ལ་ཡིན་ན་དངོས་གནས་ཁོ་རང་འཛམ་བུ་གླིང་གི་མི་སུ་ལ་གཏུག་སླ་ན་རོ། གཏུག་ཐུབ་ངེས་གི། ཨ་ནི་ནུས་པ་བསླད་བསྡད་ཡས་གི། དེ་འདྲའི་གི་གདིང་ཚོད་བསླད་བསྡད་ངེས་ལའོ་རོ། དེ་འདྲའི་གི་མི་ཅིག་ཆགས་བསྡད་ཡོད་རོ། ཡ། ཞུའུ་ཡིན་ན་འདྲ་མེད་ན་འདྲ་དཔལ་འབྱོར་དང་ཞུའུ་ཞུའུ་ཡོད་ན་འདྲ་མེད་ན་འདྲ་འཛམ་བུ་གླིང་འདིའི་སྒང་ལ་རོ། ག་བ་ལ་གཏུག་དགོས་ཡོད་གན་དྲེ་གཏུག་དགོས་ཡོད་མི་འདོད།

དོན་དག་རྡོག་རྡོག་སྙིང་མང་ཤོས་དེ་བོད་ནང་ལ་བསྡད་ཡོད་ངེས་ཀྱི་བོད་ད་ང་ཚོ་ང་རྒྱ་བཙན་བྱོལ་བཙན་བྱོལ་ལ་བསྡད་ཡོད་ངེས་དོན་ཚོ་རུ་བ་དང་པོ་སྙིང་འཇིགས་མི་འདུག་ད་ཀུན་སྤྱོད་ལ་ཡིན་ད་བཙན་བྱོལ་ནང་ལ་ག་བ་བསྡད་ཡོད་ན་རུ་བ་ང་དོན་ཚོ་ལ་སྙིང་རྗེ་སྙིང་རྗེ་གླིག་མི་འདུག་ང་དང་ཤོས་དེ་རུ་བ་བོད་ནང་ལོག་ལ་བསྡད་ཡོད་ངེས་སྙིང་རྗེ་ང་ཚོ་ལ་རེ་བ་རྒྱ་ནས་ད་ག་ལ་ཕི་གེ་རི་དེ་གི་ད་ནི་རི་དེ་ནི་ཨེ་འདྲེ་ད་ཉི་མ་དེ་ག་དུས་ཤར་གི་རེད་བསམ་ནས་ཉིན་འཁྱོལ་ན་མཚན་མ་འཁྱོལ་ངེས་མཚན་འཁྱོལ་ན་ཉིན་མ་འཁྱོལ་ངེས་རུ་བ། དེ་འདྲའི་ཆེ་ནས་རི་དེ་གི་རྒྱབ་ལོགས་ནས་ཉི་མ་དེ་ག་དུས་ཤར་ཡོང་གི་རེད་བསམ་ནས་སྒུག་དེ་ངེད་ཀྱི་མི་བདུན་ཚོ་ལ་ཨ་ཙི། མི་བདུན་ཚོའི་མི་བདུན་ཚོའི་གི་ཨ་ནི། བསམ་དོན་དེ་ང་ཚོ་དེ་ལ་བསྐོས་བཞག་རྒྱོག་གི་མི་བདུན་ཚོ་གི་བྱེད་ཀྱི་འདུག་བས། བྱེད་ཀྱི་མི་འདུག་བས་ལ་དེ་བརྩམས་པ་ལ་དེ་དྲི་བ་དེ་སླད་ཡོད་འདུག་བརྩམས་པ་ལ་ཨ་ནི་དེ་སྡེ་བ་ལ་ཡོད་དེ་རྒྱོག་གི་ཨ་སོ་སོ་གི་མགོ་ལ་བཞག་ནས་ཡ་བསྐོས་བཞག་རྒྱོག་གི་མི་བདུན་ཚོ་རོ། ཨ་ནི། གངས་བླ་མ་མགོ་སྐོར་གཡོག་ཐུགས། མ་མི་མང་མགོ་སྐོར་གཡོག་ཐུགས།

རོ། སོ་སོར་ལུང་པ་ཤོར་ནས་རོ། ཨཱ་ནི། དབུས་སྒྲིག་འཛུགས་ཀྱི་སྐུ་རྒྱལ་བ་རིན་པོ་ཆེན་གྱི་རྟགས་ས་མིག་ཅིག་གནང་ཡོད། ཐོབ་ཐང་གནང་ཡོད། མི་སྐྱོ་བོ་ཡིན་ན་འདྲ་ཕྱུག་པོ་ཡིན་ན་འདྲ། རྟ་སྤང་པོ་ཡིན་ན་འདྲ་ག་རེ་ཡིན་ན་འདྲ་རོ། ཡ། ཚང་མ་ལ་ཐོབ་ཐང་རེ་རེ་གནང་ཡོད། ད་དེ་ཐོབ་ཐང་དེ་རྒྱལ་བ་རིན་པོ་ཆེན་གྱི་མ། བྱམས་སྙིང་རྗེ། དངོས་གནས་ཁོ་ར་ཐུགས་བསམ་ཆེན་པོ་བཞེས་ནས་རོ། དེ་འདྲའི་ཐོབ་ཐང་གནང་བཞག་རྒྱོ་དེ་ད་དེ་ཐོབ་ཐང་གནང་རྒྱོ་དེ་གི་སྒང་ལ་སྐྱོད་པ་བཤད་ངེས། རོ། ས་ཡ་ཁྲོ་བོ་སྒྲུབ་ཀྱི་ཡིན་དོ་འདོག་མི་འདོད། བཞི་ཆ་ནང་ལོ་ལ་བེད་ཁོ་ན་ཆད་པ་རྒྱག་གི་ཡིན་དོ་འདོག་ཨ་ནི་བཞི་ཆ་ནང་ལོ་བདེ་བ་ར་ཅི་ཡིན་ན་ད་འདི་ཁོ་ཚོའི་ཁ་ལ་མ་འགྲོ་ན་ཨ་ནི་ཏག་ཏག་བཟོད་ཀྱི་ཡིན་དོ་འདོག་རོ། དེ་འདྲས་བྱེད་བདེ་ཡ་དང་ཨ་ནི་མི་མང་དུང་དཀར་འགྲོ་ཡ་དང་བདུན་ཚོད་ཀྱི་རིགས་དུ་འཛོ་རེ་ད། འདི་རྒྱལ་བ་རིན་པོ་ཆེན་གྱིས་མི་མང་ལ་ཐུབ་ཚོད་བཏང་ཁ་རྒྱུ་བ། ས་ཆ་འཕྲོག་ཤོག་ཨ། ཡག་མི་འདོད་འདི་བྱེད་ཤོག་ཨ། ཁྱེད་རང་ཚོ་མི་མང་ལ་མང་དབང་ཡོད་བཤད་ཤོག་ཨ་དབང་ཡོད་བཤད་ཡས་ཀྱི་རྒྱུ་མཚན་འདི་རེད་ལ་ནི་རྒྱལ་བ་རིན་པོ་ཆེན་གྱིས་འདི་འདྲའི་གནང་ཡོད་མ་རུང་བ། ང་ཚོ་མི་མང་སྐྱོ་བོ་ལ་ས་ཆ་གནང་སྐྱོ་དོན་ཚོ་རོ་ཡ། ད་དོན་ཚོ་སྙིང་རྗེ་གཞི་ཆགས་ག་ལ་བདེ་ཡོད་ངའི་དོན་ཚོ་ཁ་ཡོད་མ་རེད་ཁ་ཤས་སེམས་པ་གདིང་ནས་མེ་འབར་ན་ད་དུས་ནས་རྒྱལ་མོ་མ་ཤོར་རང་ཤོར་ཆགས་གོ་རོ་ཡ། འོ་འདི་འདྲས་ཀྱི་དཀའ་ངལ་འཕྲད་དེ་ངས་མང་པོ་ཡོད་རེད་ད་འདི་ཕྱི་ནས་ད་གཞི་ཆགས་ཁ་ལས་ད་ཤུགས་ཆེན་པོ་ལ་ངེས་མི་འདུག་ཨ་དོན་ཐུག་ངེས་མི་འདུག་ཨ་རོ་ཨ་ནི། ད་འདོད་གཅིག་འདོད་པ་མ་གང་བྱས་ད་ད་འདོད་མི་མང་མགོ་འཁོར་ས་མ་རེད་བསམ་ན་ཨ་ནི་ཆོས་རྒྱལ་གྱི་ན་ཚ་འདྲ་བོ། མི་འདོད། ཁམས་པ་འདོན་ཚུལ་གྱིས་ཨ་ནི་ཨམ་མདོ་ལ་དགའ་གུ་འོ་མར་བལྟ། ཨ་ནི་ཁམས་པ་ཅིག་ཨམ་མདོ་འདོན་ཚུལ་གྱིས་ཁམས་པ་ལ་དགའ་གུ་འོ་མར་བལྟ། ཨ་ནི་དབུས་གཙང་འདོན་ཚུལ་གྱིས་ཁམས་པ་ལ་དགའ་གུ་འོ་མར་ཁམས་པ་འདོན་ཚུལ་གྱིས་དབུས་གཙང་ལ་དགའ་གུ་འོ་མར་ལ་ཡ་བལྟ། ཨ་ནི་ཅིག་སྤྱི་བཏང་གི་སྐད་ཆ་བཤད་ནས་ཨེ་འདྲའི་དཀྲུགས་ཤིང་བརྒྱབ་ནས་ཨ་ནི་མི་མང་མགོ་འཐོམ་ཡག་གི་ལས་ཀ་རྐྱང་རྐྱང་ཟུག་ཏོ་དེ། དངོས་གནས་རེད་འདོད་མི་འདོད་ལྟ་ད་ཁྱོད་རང་ཚོ་ད་ལྟ་བར་དུ་རོ་ད་དྲང་པོ་ལ་དབུས་གཙང་གི་མི་ཞིག་ཡིན་པ་ར་ཅི་ཡིན་ན་ད་ཨ་མདོ་མི་ཞིག་ཡིན་པ་ར་ཅི་ད་སྤེན་པ་ཚེ་རིང་ཁོ་རང་ཨ་མདོ་མི་རོ་དེ་འདྲས་ཡིན་དུས་ཚང་པ་དབུས་གཙང་གི་མི་ཞིག་ཡིན་ན་ད་རོ་ད་ཁ་སང་ཁམས་པ་སྤྲུལ་ནས་མ་ཐག་གྱོ་སྦིར་བཀྲ་ཤིས་ལྗོངས་ལྗོངས་ད་བཀྲ་ཤིས་ལྗོངས་ད་ཡོད་མ་རེད་སྦིར་ལྗོངས་ད་ར་བདེ་བ་ལ་སྤེན་པ་ཚེ་རིང་གཞིས་ཆགས་ནང་ལ་གྲ་སྒྲིག་མེད་བ་དེ་འདྲས་རོ་དེ་འདྲས་གྲ་སྒྲིག་ཡག་པོ་བྱེད་སོ།

སྤེན་པ་ཚེ་རིང་གིས་རྒྱབ་སྐྱོར་བྱེད་མཁན་དེ་ཚོ་ངས་དངོས་ཡོད་གནས་སྟངས་ཤེས་ཀྱི་ཡོད་ད་རོ། ཡིན་ནས་ཨ་རོ་ད་ཨ་རོ་ལ་དེ་ངས་རྒྱབ་སྐྱོར་བྱེད་དེ་ཟེར་གི་མི་འདི་གི་ཨ་ནི་ཁ་སང་ཁྱོད་རང་ཚོ་ད་དེ་གའི་དངོས་གནས་ཁོ་རང་ཡག་པོ་ཡོད་བའི་ཡོད་རབ་ཨ་ནི་ཁྱོད་རང་ཚོ་གི་དངོས་གནས་ཁོ་ར་དེ་ལ་ཧང་སང་ཡག་གི་ད་བཙན་བྱོལ་གི་ཨ་ནི་གཞིས་ཆགས་ག་བ་ལ་འགྲོ་ན་ཡག་ཤོས་དེ་མཐོང་སོང་ལ་ཡག་འདྲ་བོ་ད་འདི་སྤེན་པ་ཚེ་རིང་གི་ཁ་ནས་དོན་གི་འདུག་བཙན་བྱོལ་གཞིས་ཆགས་ནང་ནས་རོ་ཨ། བཙན་བྱོལ་གཞིས་ཆགས་ག་བ་ལ་སྐོར་ར་རྒྱ་ཡིན་ཟེར་བ་ཡིན་ནས་དེ་རང་ཁ་རང་གསོས་བྱེད་ནས་མི་འདོད་ཨ། གཞིས་ཆགས་ནང་ནས་ད་བཙན་བྱོལ་གྱི་བོད་གཞུང་གི་ཨ་ནི། Lease། གི་རྒྱ་གར་གཞུང་ནས་གཡར་བཞག་རྒྱོག་གི་ས་ཆ་ག་ལ་མེན་པ་རོ་སོ་སོ་སོ་སོ་རང་ཁ་རང་གསོས་བྱེད་ནས་ས་ཆ་ཉོ་ཨ་ད་ལྟ་བོད་གཞུང་ལ་ཡོད་རོ་བཙན་བྱོལ་དབུས་བོད་མིའི་སྒྲིག་འཛུགས་ཀྱི་བར་ལ་བསྡད་ནས་རོ་ཨ་ནི་དེ་འདྲས་ཀྱི་གཞིས་ཆགས་ཧང་སང་ཡ་ཡག་པོ་བཟོས་བཞག་ལ་ནི་མི་འདོད་ཁོ་རང་ཁོ་རང་ཧང་སང་གི་དོ།

དེ་འདྲའི་ཡིན་ན་རེ་ད། སྤེན་པ་ཚེ་རིང་དབུ་རྒྱན་སྟོབས་རྒྱལ་རྒྱ་བོ་རིན་པོ་ཆེ་ཁ་བཏང་ངེད་ཀྱི་རོ་ཨ་བླ་མ་ཞིག་གི་རོ་དགོངས་པ་ཅིག་ནང་ལོག་ལ་སྤེན་པ་ཚེ་རིང་ཁ་ཅིག་ག་འགྲོ། ཁྱོད་རང་ཚོ་འདི་དབུ་རྒྱན་སྟོབས་རྒྱལ་དབུ་རྒྱན་སྟོབས་རྒྱལ་ཁྱོད་རང་ཚོ་ནམ་རྒྱུན་མང་པོ་ཅིག་ལབ་ཡོད་འདུག་བ། འདི་ཚང་མ་དབུ་རྒྱན་སྟོབས་རྒྱལ་རོ་ཨ་མདོ་སྟོད་ན་ནི་མི་དྲག་ག་ཅིག་ཡིན་པ་དང་འདི་ཆབ་སྲིད་ཀྱི་ལག་ལྕགས་བེད་སྤྱོད་བྱེད་བ་ར་ཅིག་ཡིན་ན་ཇི་ཐུ་ས་རེད་བསམ་ཡ་འདྲ་བོ་ཅིག་ད་འདི་འདྲའི་གི་ནུས་པ་ལི་དུས་ཙམ་པ་ལ་རོ་ཨ་འདི་འདྲའི་གི། ཆབ་སྲིད་རྩད་ནས། ཁྱོད་རང་ཚོ་རྒྱ་བོ་རིན་པོ་ཆེ་ལ་ཞེ་བོ་ཁ་བཏང་རེ་ལ་ནི་ཁྱོད་རང་ཚོ

ངེད་ཀྱི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་རོ། ད། དྲ་རྒྱ་གི་སྟེང་ལ་རོ། རྒྱ་བོ་རིན་པོ་ཆེ་ལ་ཨ་ནི་ཏིང་ཤི་ལ་ཡ་དེ་སྐྱ་ཆ་སྐྱ་ནི་སྐྱ་ནོར་རེད་ལ་ནི་རོ། ལ་ངས་དང་ཤོས་ང་ཡིན། ད་ལྟ་བར་དུ་ང་ལ་མི་མང་པོ་ཅིག་གིས་ཨོ་ཨུ་རྒྱན་སྟོབས་རྒྱལ་ཨུ་རྒྱན་སྟོབས་རྒྱལ་མང་པོ་ཅིག་ལ་ཡུལ་དུ་རོ་ཡ། སྤྱི་བཏང་གི་ལ་ཡིན་ད། རོ། ང་སྒེར་གྱི་གནད་དོན་གང་བཀོད་ཀྱི་མེད། རོ། ཁྱེད་རང་ཚོ་ངེད་ཀྱི་མའི་དཔེ་འགའ་བཟོས་ཤ་བཟོ་གང་བྱོས་མ་བྱོས་ལ་སུ་རོ། ཡིན་ན་ཡང། ང་རང་ངོ་ཆོད་ནས། རོ།

ཨོ་རྒྱན་སྟོབས་རྒྱལ་གྱིས་རྒྱ་བོ་རིན་པོ་ཆེ་ལ་ཨ་ནི་ཁ་བཏང་ཟུར་ལ་ནས་ཁྱོད་རང་ཚོ་རྒྱ་བོ་རིན་པོ་ཆེ་བོད་སྤྱོད་བྱེད་ནས་རོ་འདི་ཆབ་སྲིད་ཀྱི་རྩེད་མོ་རྩེད་ནས་མི་འདོད། འདི་རྩེད་མོ་རྩེད་ངན་མགོ་ནས་ཕྱེ་ནས་མ་མགོ་ནས་ཕྱེ་ནས་ཆབ་སྲིད་རྩེད། ཨོ་རྒྱན་སྟོབས་རྒྱལ་གྱིས་རྒྱ་བོ་རིན་པོ་ཆེ་ལ་རྟེན་གཞིའི་ལད་ཟློས་ཙམ་པ་ལ་ཡ། དགོངས་དག་ཞུས་སོ་མི་ལ་རང་བཙན་གྱི་དགོངས་དག་ཞུས་མ་སོ། ཡ་དགོངས་དག་ཞུས་ཡིན་ནས་མ་ཆོས་རིག་བཀའ་བློན་གྱི་མ། ཡི་གེ་གནང། ཚང་མ་ཚ་ཚ་ཁྱོད་འདི་ད་འདོད་ཁྱོད་རང་ཚོ་སྤྱི་ཚོགས་ནང་ལོག་ལ་ཤེས་ནས་འགྲོ་བསྡད་དེ་ག་རེ།

འདི་རྙོག་དྲ་དེ་སངས་བ་དེ་སེ་བོ་ཟོས་རེད་རོ་ཨ་ཆོས་རིག་བཀའ་བློན་གྱི་འདི་ང་ཚོ་མི་མང་ཚང་མ་མཐོང་ཡོད་རེད་ད་ད་མི་མང་ལ་མགོ་སྐོར་གཡོག་ནས་རྒྱ་བ་རིན་པོ་ཆེན་གྱི་མཚན་དེ་ཁྱེད་ངས་ལ་ཡི་འདུག་རྒྱ་བ་རིན་པོ་ཆེན་གྱི་མཚན་དེ་བེད་སྤྱོད་བྱེད་ཀྱི་འདུག་རྒྱ་བ་རིན་པོ་ཆེན་གྱི་མཚན་དེ་ཁྱེད་ཆབ་སྲིད་ལ་བེད་སྤྱོད་བྱེད་ད་གལ་སྲིད་དེ་འདྲས་ཀྱི་ཁྱེད་རང་ཚོ་ད་འདོད་ཀྱི་ཨུ་རྒྱན་སྟོབས་ཨུ་རྒྱན་སྟོབས་རྒྱལ་གྱི་རོ་ཨ་ནོར་འཁྲིད་བྱེད་རྒྱོ་དགོངས་དག་ཞུ་རྒྱོ་དེ་རོ་ཨ་དགོངས་པ་དག་ཡོ་མ་རེད་ལ་བ་ར་བཅས་ཡིན་ན་རོ་ཨ་ནི་ང་ཚོའི་གྱི་སྲིད་སྐྱོང་གྱི་རྐུབ་བཀྱག་ག་ལ་དེ་ངས་དེ་རོ་ཨ།

ཨུ་རྒྱན་སྟོབས་རྒྱལ་སུ་རེད་ཨུ་རྒྱན་སྟོབས་རྒྱལ་ལའི་མི་དེ་ཨ་ནེ་ཅིག་ག་རེ་བྱེད་དགོས་རེད་མི་མང་ལ་ཕན་ཐོགས་ལོས་ག་ཚོད་ཡོད་རེད་སྦིར་ཞི་བྱེད་ལྟ་ག་རྒྱུ་ད་རིང་དེ་ལ་རོ་ཨ་སྤེན་པ་ཚེ་རིང་གིས་དངོས་གནས་ཁོ་ར་ཞི་བྱ་ན་ནས་ཞི་བྱ་ཨང་གི་དང་པོ་ཅིག་རེད་ཤ་སི་མི་འདོད་དངོས་གནས་ཁོ་ར་ཞི་བྱ་ཡག་ཤོས་མཐོང་སོང་སི་རང་ཁ་རང་གསོའི་ག་ལ་རོ་ཨ་དེ་འདྲས་བྱེད་ནས་འདི་ཞི་བྱ་དེ་དག་པོ་རྒྱ་དེ་ངེས་དེ་རོ་ཨ་སུ་རེད། མཆོག་གླིང་རིན་པོ་ཆེ། ཨུ་རྒྱན་སྟོབས་རྒྱལ་གྱི་དཔའ་བ། རོ་བ། འདི་ན་ཤིང་ཨུ་རྒྱན་སྟོབས་རྒྱལ་མི་དམངས་འདི་ཚོ་ལ་རོ་བ་ག་ཚོད་རོགས་པ་བྱེད་གོ་རེ་ག་རེ་བྱེད་གོ་རེ་གན་དེ་བྱེད་གོ་རེ་འདི་ཚོ་ཧ་གོ་གོ་རོ་ཧ་གོ་གོ་མར་གང་གོ་ཅི་ཧ་མ་གོ་རོ་སོ་སོ་གི་མི་དཔང་གོ་ཅིག་ལ་རོ་བ་པེ་ཤ་ཏེས་ཅིག་སྤྲད་རོ་བ་ནད་པ་ཅིག་ལ་པེ་ཤ་ཏེས་ཅིག་སྤྲད་ཡོད་ན་སྤྱི་ཚོགས་དྲ་རྒྱ་ག་ལ་ཕག་ཁྲི་དང་ཁྲི་རྟ་མི་འདོད་འབུམ་དང་འབུམ་འགྲོ་ཤོས་འགྲོ་སོང་བཏང་གོ་རོ་ཨུ་རྒྱན་སྟོབས་རྒྱལ་ལ་ཨེ་འདི་གི། རུ་བ། འདིར་ཤེས་བྱ་མི་ནང་གཅིག་མར་བལྟ། ནང་གཉིས་མར་བལྟ། དངོས་གནས་ལ་ཡིན། རུ་བ། གྲངས་ཀ་བརྒྱ་ཡས་ཡུལ་གྱི་མར་བལྟ། རུ་བ། འདི་ག་གིས་རོགས་པ་བྱེད་འདུག་གོ། མི་སྟོབས་ནག་འདི་ལ་རོགས་པ་བྱེད་གོ། བོད་ནས་ཀླད་སྐྱོ་གསང་སྦྱོར་བདེ་འདྲེ་མང་པོ་ལ་རོགས་པ་བྱེད་གོ། རུ་བ། འདིས་རོགས་པ་བྱེད་དུས་ཙམ་པ་ལ་རུ་བ། ག་རེ་མུག་པ་ག་རེ་བྱེད་ན་བོད་པ་གཅིག་གཉིས་ཅིག་ལ་ང་ཚོས་དེ་ལ་མི་ཚེ་ཟོས་ཡིན་དོ་མདོག་བྱེད་དོ་ཅིག་རོགས་པ་བྱེད་ཡིན་དོ་མདོག་སྨན་བཅོས་བྱེད་ཡིན་དོ་མདོག་གཤགས་བཅོས་བྱེད་ཡིན་དོ་མདོག་བྱེད་ན་ང་ཚོ་ག་ཚོད་ཀྱི་ག་ཚོད་ཀྱི་ང་ཚོ་ཁྱབ་བསྒྲགས་བྱེད་ཀྱི་ཡོད་ཨ་ཡག་པོ་རེད་བསྔགས་བརྗོད་ཡོད་བསྔགས་བརྗོད་ཡོད་མི་ཕ་ཅོ་དེ་ལ་རོ་མི་གཏོང་མེད་ན་བརྒྱ་ཕྲག་ཁ་ཤས་ཅིག་ལ་རོ་རོགས་པ་བྱེད་དེ་ངེས་ཀྱི་མི་དེ་བོད་སྤྱི་པ་ལ་བསམ་བློ་བཏང་དེ་ངེས་ཀྱི་མི་དེ་ཁོ་བ་བྱེད་ན་གང་དགོས་ཀྱི་ཚང་མ་ཞེན་གོ། མདོ་སྟོད་ཅིག་པ་འདི་འདྲའི་རྐྱང་རྐྱང་རོ། མི་འདུག་ཨ་ནི། དོན་དག་རྡོག་རྡོག་ལ་ཡོད་ད་ངས་དོན་དག་རྡོག་རྡོག་སྐད་ཆ་མི་ལ་ཡག་ག་ལྟ་གོ་རེ་སྡུག་ག་ལྟ་གོ་རེ་ཚང་མ་ལྟ་གོ་ད་ཡག་སྡུག་ཚང་མ་ལྟ་ནས་གཞི་ནས་མི་དེ་གི་ཨ་ནི་ལྗིད་ཁོག་དེ་ག་ཚོད་དོ་དེ་ལྟ་གོ་རེ་མ་ལྟ་ར་དེ་འདྲའི་ཁྱེད་རང་ཚོ་གི་ལ་དེ་ད་ཁྱེད་རང་ཚོ་ལ་ད་སྤེན་པ་ཚེ་རིང་དར་ནག་ཚོགས་པ།

རོ། དེ་འདྲའི་དགྲ་བོ་ཁ་ཤས་ཀྱིས་བསྡུ་བ་ས་མཚམས་འདྲ་བོ་ཅིག་མི་མང་པོ་ཅིག་ཡོད་རོ། གལ་སྲིད་རྒྱལ་བ་རིན་པོ་ཆེ་ལ་འདི་འདྲའི་གི་ཁ་བཏང་ངེ། འདི་ལ་ཁ་བཏང་བ་དང་འདི་འདྲའི་གི་ངོས་འཛིན་བྱེད་ཡ་ཡིན་ན་མི་ལ་རང་བརྩེ་ལ་ཡ་དང་འདི་འདྲའི་གི་རིགས་མང་པོ་འདུག་དོན་གཅོད་ཁང་ནང་ལ་འགྲོ་ངེས་འདུག་འཁྲུངས་སྐར་འཕྲོ་ལ་བཏང་ངེས་འདུག་མང་པོ་འདུག་རོ། འདི་ཚོ་ཚང་མ་ལྟ་གཅིག་ལ་བརྩི་དགོས་རོ། རོ། ངོ་རྒོལ་རྒྱག་ན་ཚང་མ་ལ་རྒྱག་དགོས་རོ། ཡོད་མ་རེད་དམ་མི་གཅིག། མི་གཅིག་དེ་གལ་ཆེན་པོ་ཞེ་བོ་ཅིག་མི་འདོད། དེ་ཆབ་སྲིད་ཀྱི་ལས་ཀ་བྱེད་ཀྱི་ཡོད་བ་དེ་གསལ་པོ་རོ།

ནོར་འཁྲུལ་ཕྱིན་ཅི་ཅིག་བྱེད་ཀྱོ་དེ་ལ་ཁྱེད་རང་ཚོ་པད་བརྒྱུད་ནས་བསྡད་བསྡད་ན་མི་མང་ལྐུག་པ་མ་རེད་མི་མང་མགོ་འཁོར་གི་མ་རེད་ཁྱེད་རང་ཚོ་ད་གཅིག་བཤད་གཉིས་བཤད་གསུམ་བཤད་མ་བིན་མ་བིན་གཅིག་དེ་ཚར་བརྒྱ་བཤད་བ་ར་ཅིག་ཡིན་ན་ཨ་ནུ་དྲང་པོ་ཆགས་འགྲོ་གི་རེད་ལ་ཡོད་དོ་ད་ད་འོ་འདི་ཆགས་བསྡད་ཡོད་རེད་ད་ད་ད་འོ་འདི་བཟོས་བཞག་ཡོད་རེད་ད་ཁྱེད་རང་ཚོ་གི་འུ་རྒྱན་སྟོབས་རྒྱལ་ལ་དེ་ཙམ་པ་ལ་འདྲེ་འདྲ་བོ་ཅིག་བཟོས་བཞག་ཡོད་དོ་ཁྱེད་རང་ཚོ་དངོས་གནས་ཧ་གོ་ངའི་ཁྲོད་ན་སྦིར་ལ་རྒྱུགས་རོགས་ཁྱེད་རང་ཚོ་རྒྱ་བ་རིན་པོ་ཆེ་ལ་སོགས་དཀྲིས་ཀྱི་ཡིན་ལ་ནི་གལ་སྲིད་དེ་ཆབ།